རི་གོང་མཁའ་རིན་པོ་ཆེ་མཆོག་ད་ལྟ་སྤྱི་བཏང་ད་མ་འགོ་རིན་པོ་མཆོག་ང་ཚོས་ལོ་མང་པོ་ཞིག་རང་ལ་ད་ལྟ་ད་ལོ་ཐང་བརྒྱད་པ་དེ་ཆགས་ཀྱི་ཡོད་རེད་དེ་དེ་མཁའ་རིན་པོ་ཆེ་དབུ་བཞུགས་མཛད་ནས་ད་ཐང་བཟང་པོ་ནས་དབུ་བཞུགས་གནང་ཡོད་རེད་བ་དེ་དེ་གི་ད་ལོ་གི་བཏང་དེ་ད་དེ་ན་ཚ་སྐོར་དང་མང་པོ་བྱུང་རེད་ད་ད་ལོ་ད་ད་ས་སྐྱ་ས་སྐྱ་གི་ད་ད་ཧྲ་སྐྱ་ཁྲི་འཛིན་བཞུགས་བྱས་ཟིན་པ། ཨོ་ལ་ནང་ནས་ཞིག་བོར་བ། ཉམས་མྱོང་འདྲ་མ་སོང་ན་ག་རེ་ས་ཡོད་ནས་རིམ་གྱིས་མཁར་མོ་ཆེ་གཅིག་དེ་གཅིག་སོང་ན། ཡ་ཡ།
ད་དེ་རིང་སུས་ལྟ་ལེགས་ལྡན་ཞིང་བོད་རིགས་མི་མང་གིས་གོ་སྒྲིག་ཞུས་པའི་ཨ་ནི་མང་གུ་རུའི་ཚོགས་དཔོན་ཆེན་མོ་ད་རིང་འདི་ཐེངས་བརྒྱད་པ་ཆགས་ཀྱི་ཡོད་རེད། ཨ་ནི་སྤྱི་བཏང་ང་ཚོ་ནམ་རྒྱུན་ནས་ཆོས་ལུགས་རིས་མེད་ཀྱི་བླ་ཆེན་དེ་འདྲ་ཞུས་ནས་ཨ་ནི། དབུ་བླ་གདན་འདྲེན་ཞུས་ཞུས་རྗེས་ནི། གཙོ་ཆེ་ཤོས་དེ་ད་མ་གུ་རུ་འབུམ་ཚོགས་འཚོགས་པའི་དམིགས་ཡུལ་དགོས་པ་རྒྱུ་མཚན་གཙོ་བོ་དེ། ད། འཛམ་གླིང་སྐྱེ་འགྲོ་སྤྱི་དང་ཨ་ནི་འཛམ་གླིང་ཞི་བདེ། ཨནི་ད་ག་ན་ཤིང་ང་རང་ཚོ་གི་བོད་ཀྱི་བསྟན་སྲིད་ཨེ་ནི། གཙོ་ཆེ་ཤོས་གཅིག་ཨེ་ནི་གལ་གལ་ཆེན་པོ་གཅིག་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨེ་ནི། སྐུ་ཚེའི་ཞབས་རིམ། ཨནི་དེ་དེ་བཞིན་བྱས་ནས་རིས་སུ་མ་ཆད་པའི་ཨེ་ནི་བསྟན་འཛིན་སྐྱེས་བུ་དམ་པ་ན་སྐུ་ཚེ་ཞབས་པའི་ཡུན་དུ་བསྟན་པ་དང། དེ་འབྲེལ་གྱི་བསྟན་པའི་འགན་དབང། མདོ་ཡག་གི་དོན་དག་ལ་ཨ་ནི། དམིགས་བྱེད་ཀྱི་ཐུགས་སྨོན། ད་ག་ནང་བཞིན་གྱི་ལས་དང་ཐུགས་བསྐྱེད་ཀྱི་ཐོག་ནས་འབྲེལ་བ་བས་ཡོད་པ་དང་བྱིན་རླབས་ཀྱི་ཚན་ཁ་ཤིན་ཏུ་མྱུར་བ། སློབ་དཔོན་པདྨ་འབྱུང་གནས་ཀྱི་བླ་སྒྲུབ་ད་བླ་སྒྲུབ་མི་འདྲ་བ་མང་པོ་ཡོད་རེད་ང་ཚོ་དེ་ནང་ཡང་དེ་བསམ་བློའི་ཐོག་ནས་གནང་གི་ཡོད་རེད་བསམ་བློའི་ཐོག་ནས་བླ་སྒྲུབ་བྱས་རྗེས་དེ་ནས་མ་གུ་རུ། ཚོགས་ཚུགས་ཡོད་རེད་ད་རིང་འདི་ཨ་ནི་མའོ་གུ་རུ་དགོངས་ཚོགས་ཐེངས་བརྒྱད་པ་འདི་ཆགས་ཀྱི་ཡོད་རེད་ཨ་ནི་ང་ཚོ་སྤྱི་བཏང་ལོ་ལྔས་མ་དེ་ཨ་ནི་གླུ་བུ་ཐོབ་རྒྱག་འདྲ་བོ་ཅིག་ཆགས་རྗེས་ཨ་ནི་གཅིག་དུས་ཚོད་མ་སྐྱེན་པའི་ཆེད་དབུ་བླ་དེ་འདྲས་ཞུ་ཐུབ་ཡོད་མ་རེད་ཨ་ནི་ང་ཚོ་ས་གནས་ས་ཐོག་རང་གི་འཐུས་པ་བྱས་རྗེས་ས་གནས་ས་ཐོག་རང་གི་འཐུས་པ་བྱས་རྗེས་ཨ་ནི་མའོ་གུ་རུ་དགོངས་ཚོགས་ཐེངས་མ་གཅིག་ཚོགས་པ་རེད་ཨ་ནི་ད་རིང་འདི། ཐེངས་མ་བརྒྱད་པ་རེད། ཨ་ནི་ད་རིས་དབུ་བླ་དེ་ཨ་ནི་པས་ང་ཚོ་སྟག་དང་རྟེན་འབྲེལ་ག་རིས་ཐོག་ནས་ཡག་པོ་ཞིའུ་ཅིག་ལ། ཨ་ནི་པས་ས་སྐྱའི་ཨ་ནི་གདུང་སྲས་སྐུ་གཞོན་པ། ཨ་ནི་རྒྱ་ནག་བན་ཛར་རིན་པོ་ཆེ་ཨ་ནི་ཉེ་བའི་ཕྱག་ཆིག་སྟོང་ཉིས་རྩ་གཉིས་ལོ་ལ། ཨ་ནི་ཐེན་ཙིན་བཞི་བཅུ་ཞེ་གཉིས་ཞག་གསུམ་པ་ལ་ཕེབས་རྗེས་རྟེན་འབྲེལ་མཛད་སྒོ་གནང་བ་དང་ད་རིས་ཨ་ནི་སྐུ་དངོས་རང་ཨ་ནི་ངོ་ནས་ད་རིས་མ་གུ་རུ་བུ་ཚུར་བུམ་ཆེན་མོ་ལ། ཆེད་ཕེབས་གནང་རྗེས་ནི་ཞེ་དྲག་ཡག་པོ་བྱུང་སོང་ཞེས་དང་འོ་འདི་རེད་དེ་ཡིན་དུས་ང་ཚོ་མ་གུར་དགུང་ཚོགས་འདི་སྤྱི་བཏང་གི་དམིགས་ཡུལ་དེ་རེད་ནི་ད་རེས་འདི་དམིགས་བསལ་གྱི་གར་ཆག་གི་ལོ་ན་གཅིག་ང་རང་ཚོ་ད་གནས་ཚུལ་གཅིག་གཅིག་བྱས་ན་ང་ཚོ་སྐད་ངན་གྲོགས་ཤག་འགྲོ་བའི་ཆག་གི་རེད་དེ་ཡིན་དུས་གནས་ཚུལ་གྱི་གཅིག་གི་འོག་ནས་ད་ང་ཚོ་གོང་ས་སྐྱབས་མགོན་ཆེན་པོ་ཆོས་ཀྱི་རྒྱལ་སྐུ་ལ་སྐུ་ན་མེད་རུ་ཕེབས་ཀྱི་ཡོད་རེད་དེ་འདྲའི་གི་ཆ་ནས་ང་ཚོ་དམིགས་བསལ་ཚང་མ་ལ་འཚོ་བ་ཤུགས་ཆེན་པོ་ཞིག་བྱུ་ཡོད་རེད་ཡོད་པ་ཡིན་ཙང་དེ་འདྲའི་སྐབས་གཅིག་དང་བསྟུན་རྗེས་ནི་ད་རིང་དམིགས་བསལ་ང་ཚོ་ཚང་མས་གི། དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨ་ནེ་སྔོན་གནས་གྲལ་ནས་ཞལ་བཞེས་ཐོབ་པ་ནང་བཞིན་དགུང་ལོ་བརྒྱ་དང་བཅུ་གསུམ་ལྷག་བཞུགས་ནས་ཨ་ནེ་སྔོན་གནས་གྲལ་ནས་བསྟན་འགྲོའི་དོན་རླབས་པོ་ཆེ་མཛད་ཐུབ་ཡག་དང་ཨ་ནེའི་བར་བདེ་ལ་བར་ཆད་མ་ཡོང་བ་བྱས། ཨ་ནེའི་ད་སྔ་ནང་བཞིན་གྱི་ཨ་ནེ ྋསྐྱབས་མགོན་རིན་པོ་ཆེའི་སྐུ་ཚུགས་ཤད་ཀྱི་རིང་ལ་ལ་ང་ཚོས་བོད་དོན་བདེན་མཐའ་མྱུར་དུ་བསལ་ནས་གཞིས་བྱེས་ལྷན་འཛོམས་ཀྱི་རང་དབང་བདེ་སྐྱིད་བདེ་འབྲས་ཀྱི་ཉི་མ་ཅིག་ཤར་ཐུབ་ཡག་ཅིག་གི་དོན་དག་ལ་ད་མ་གུ་རུ་འབུམ་ཚོགས་དེ་ད་དེ་རིང་ཉི་མ་གཉིས་པ་དེ་རེད། ཨ་ནེ་སང་ཉིན་ཉི་མ། མཐའ་མ་དེ་བྱས་རྗེས་ཉིན་གསུམ་གྱི་རིང་ལ་འཚོགས་ཀྱི་ཡོད་རེད་བྱས་ཙང། དེ་རིང་མ་གུ་རུ་འབུམ་ཚོགས་ཆེན་མོ་འདི་དངོས་གནས་དྲན་རེད། ཨ་ནི། ཚོགས་གཙོ་ཆགས་བྱས་པ་ནི་དེ་རིང་སྐབས་ཆགས་པ་ཡིན་ན་སྐབས། ཨ་ནི་འཐུས་མི། སུད་སི་ལ་ལས་དོན་བྱེད་བོད་རིགས་མི་མང་འཐུས་མི་སྐབས་བཅོ་བརྒྱད་པར་བས། ངོ། བཅོ་བརྒྱད་པ་བྱས། ཨ་ནི་ཚོགས་གཙོ་ཆགས་བྱས་པ་ཡིན་ན་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་བྱས། ཨ་ནི་ཚོགས་གཞོན་བསྟན་འཛིན་དབང་འདུས་ལགས་བྱས། ཨ་ནི་ད་ག་ནང་བཞིན་གྱི་རྒྱུན་ལས་རྣམ་པ་དང་དེ་བྱས། ཨ་ནི་ད་རིང་ཨ་ནི་ང་རང་ས་གནས་ས་ཐོག་ལ་ཆ་བཞག་པ་ཡིན་ན། ཨ་ནི་ཚོགས་ལ་ཕེབས་ཉིན་དེ་ང་རང་ཚོ་ས་གནས་ལ་ཡོད་པའི་གནམ་མཁར་རིན་པོ་ཆེ་དེ་རིང་ཚོགས་ཕེབས་གནང་ཡོད་རེད་ཉི་མ་གསུམ་ག་ལ་ཚོགས་ཕེབས་གནང་བྱས། ཨ་ནི་འཐུས་མི་ཆ་བཞག་པ་ཡིན་ན་འཐུས་མི། རྒྱུན་ལས་རྣམ་པ་དང་དེ་ག་དེ་ཚང་མས་ཁོང་ཚོ་སྐུ་ལས་བསྐྱོན་བྱས། ཨ་ནི་དངོས་གནས་ཚང་ནས་ཚང་མས་ཧ་རུ་བུ་རུ་གནང་བྱས། ཨ་ནི་ལས་སླ་པོ་ཡོད་མ་རེད་དཀའ་ལས་ཁག་པོ་ཡོད་རེད་དེ་ནས་ཡང་ཨ་ནི་ཚང་མ། གཞི་རགས་ཡག་པོ་གནང་སོང། དེ་དང་ངས་ད་རིང། སྐབས་དང་འབྲེལ་ནས་ནི། ང་ཚོ་དེ། གསར་འགོད་དེ་གལ་ཆེན་པོ་ཡོད་རེད་ཁྱབ་བསྒྲགས་བྱེད་དུས་ཙམ་ན་ནི། བཀྲ་ཤིས་རྣམ་རྒྱལ་ལགས་དངོས་གནས་དྲན་ནས། ང་ཚོས། ལོ་མང་པོ་གཅིག་གི་རིང་ལ་ལ་དེ། གསར་འགོད་ཀྱི་གླེང་གཡོལ་གནང་གི་ཡོད་རེད་དེ་ལ་ངས་དེ་རིང་དམིགས་བསལ་གོ་སྐབས་དེ་བསྲིངས་ནས། ཨ་ནི་བཀྲ་ཤིས་རྣམ་རྒྱལ་ལགས་ཁྱེད་རང་ལ་ཡིན་ན། ཐུགས་རྗེ་ཆེ་ཞེས་ཞུ་ཡ་དང་ཨ་ནི་ད་དུང་ཡིན་ན་མུ་མཐུད་ནས། གསར་འགོད་ལས་བྲེལ་གྱི་ཁར་ལ་ན་མི་དམངས་ལ་ཁར་ལ་ན་ང་ཚོས་ཆོས་ཕྱོགས་ཀྱི་བྱ་བ་དེ་གནང་བ་དེ་བརྒྱུད་ལམ་དེ་བེད་སྤྱོད་བཏང་རྗེས་མི་མང་པོ་ཅིག་སེམས་ནང་ལོག་ལ་ཨ་ལྟ་ངོ་ནས་དེ་འདྲའི་ཡག་པོ་ཅིག་སུས་ཆ་བཞག་ནས་དེ་འདྲའི་ཡག་པོ་ཅིག་ཚོགས་ཐུབ་པ་ཅིག་ཆ་བཞག་ཟས་དེ་ད་ང་ཚོ་དྲ་རྒྱའི་ཐོག་ནས་ཞེའུ་ཅིག་གིས་ཁྱབ་བསྒྲགས་འགྲོ་ཐུབ་ཡ་དང་མི་མང་པོ་ཅིག་ལ་དགེ་བའི་སྐུལ་མ་བྱེད་ཐུབ་ཡ་ལ་དཔེ་རླབས་ཆེན་གྱི་ཕན་ཐོགས་ཡོད་པ་ཡིན་ཚེ་དེ་ཚོ་དངོས་གནས་ལས་ཀ་སྤེལ་གར་སོ་རེད་ང་རང་ཚོའི་སྤྱི་བེད་ཀྱི་ལས་དོན་གལ་ཆེན་པོ་ཅིག་བྱ་གི་ཡོད་རེད་དེ་ཡིན་དུས་ཙམ་ངས་གོ་སྐབས་འདི་ཟིན་རྗེས་བཀྲ་ཤིས་རྣམ་རྒྱལ་ལགས་ལ་ཡི་དམ་དམ་པ་འདུག་ཕྱག་ལས་གནང་བ་དེ་ལ་དངོས་གནས་རྗེས་སུ་ཡི་རངས་ཀྱི་ཐོག་ནས་བསྔགས་བརྗོད་ཞུ་ཡ་དང་ད་དུང་ཡིན་ནའི་མུ་མཐུད་ནས་གནང་རོགས་ཆེ་ཞུ་ཡ་ཡིན་ཨ་ནི་བཀྲ་ཤིས་བདེ་ལེགས་ཨ་ནི་དེ་རིང་དངོས་གནས་ཐོན་ནས་མ་གོ་རུ་མོ་ཚོ་དཔེ་ཡག་པོ་བྱུང་སོང་ཨ་ནི་ཚང་མ་ལ་དེ་རིང་མཉམ་ཞུགས་གནང་ཉེས་དཔེ་མང་པོ་བྱུང་ཤག་ཨ་ནི་གཅིག་དེ་ཡིན་དུས་ཙམ་པ་ནས་ད་རིང་ཉི་མ་གཉིས་པ་རེད། གང། མང་པོ་ཞི་དྲག་འཕེལ་ཤག་ཉིན་པ་དང་པོ་ཁེ་སང་ཡག་ཞི་དྲག་འཕེལ་ཤག་ད་སང་ཉིན་གོང་སང་རེད་ཏན་ཏན་མང་པོ་ཞིག་འཕེལ་ཐུབ་ཡག་གི་ཏན་ཏན་ང་ཚོ་ནང་རྒྱུད་རེད་མང་པོ་འཕེལ་ཐུབ་གི་ཡོད་རེད་དེ་འདྲ་དངོས་ནས་ཞི་དྲག་ཡག་པོ་བྱུང་སོང་ས་གནས་ནས་ནི་དེ་འདྲ་ཞུ་ཡག་ཡིན་ཐུགས་ཆེ།
ཨ་ས་སྐྱའི་ཁྲི་འཛིན་བཞུགས་གཞག་གསུམ་པ་འཇག་ན་འབར་མཛད་རིན་པོ་ཆེ་མཆོག་ལ་ང་ཚོས་གསལ་འཕྲིན་དྲ་རྒྱའི་ངོས་ནས་འཚམས་འདྲི་ཞུ་ཡག་ཡིན། དེ་ནས་ད་ང་ཚོས་མང་སྒུར་འབུམ་ཚོགས་ཕ་ཡན་དེའི་སྐོར་ལ་ཅིག། ཅུག་ཙེ་སྐར་མ་ལྔ་ཙི་ཡིན་ན་ཉིན་ཉོན་ཅིག་སྐར་ལྷོད་ཅིག་འཇམ་ཅིག་གནང་ན། ད་ཅི་སྟངས་ཡོད་དང་ཁ་སང་མ་གཞི་ང་ཚོ་ཞུས་པ་ནང་བཞིན་མ་གོ་རུ་མ་ཚོ་དང་པོ་འགོ་ཚུགས་ནང་ཡང་གོང་ས་སྐྱབས་མགོན་ཆེན་པོ་རྒྱ་བ་རོམ་ཆོས་ཀྱི་དེ་ནི་སྤྱི་ལོ་སྒོ་བཅུ་སྤྱི་ལོ་བཅུ་སྟོང་དགུ་བརྒྱ་བདུན་ཅུ་དོན་ཞུས་དོན་ལྔ་དེ་བ་ལ་སྨིན་པ་རྡ་རམ་ས་ལ་ལ་བཙུགས་གནང་བ་རེད་དེ་འདི་ཡང་སྤྱི་དང་མི་དམངས་གཅིག་གི་དོན་དག་དང། དེ་ནི་བླ་མ་རྣམ་པ་སྐུ་ཚེ་ཞབས་པད་བརྟན་ཡང་དང། ཆོས་ལུགས་ཞིག་གི་ཚང་མ་གི་ལྟ་གལ་ཆེ་རུ་མཉམ་དུ་རུ་རུ་གནང་ནས་ཚོགས་པ་ཚོགས་ཡག་དེ་འདྲའི་གི་གོང་ཞིག་མང་པོ་ཅིག་བྱས་ནས་ལྷ་གོང་ཞིག་རྒྱ་ཆུང་མང་པོ་ཅིག་བྱས་ནས་དེ་འདི་བཙུགས་གནང་པ་རེད། འདི་ལ་ཡ་ཨ་ནི་ཨ་དང་པོ་ཁོ་རང་ནས་ཁ་ཞུ་བ་རེད་མི་མང་གི་འདི་ལ་ཡ་ཚོགས་ཐུ་བ་དེ་ཡང་དཔེ་མི་སྲིད་གི་ང་བསམ་ན་ཡག་པོ་ཅིག་རེད་དྲན་གི་འདུག་གང་ཡིན་ཞུ་བ་ན་བླ་མའི་དགོངས་པ་སྒྲུབ་ཡ་དེ་དེ་ནི་ཁ་ཞུ་རེད་མི་དམངས་ང་ཚོ་སློབ་མ་རྣམས་པ་གི་ཨ་ནི་ཁ་ཞུ་རེད་ད་ཞོ་རེད་གི་ལས་ཀ་གལ་ཆེ་ཤོས་དེ་ཆགས་གི་ཡོད་རེད་དེ་ཡིན་ཙང་ཨ་ནི་གང་ཚེ་དེ་རེད་སྒྲུབ་ཐུབ་པ་ཡིན་ན་དེ་ནི་ང་རང་ཚོ་ཚོགས་བསགས་ཡོད་དོ་ཅི་ལྟར་ན་མ་གཞི། ཚོགས་ཟེར་ཡ་དེ་ཨ་ནི་གང་ལྟར། ཚོགས་འདོན་ཡ་དེ་ཨ་ནི་ང་རང་ཚོ་གི་ད་བསོད་ནམས་ཀྱི་ཚོགས་དེ་བསགས་ཡ་ལ་དཔེ་ཁ་ཤོར་རེད་ད། ཐབས་ཤེས་ཡག་ཤོས་རུ་གཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ཙང་ག་ཚོད་ང་རང་ཚོ་ཏང་ཚང་མ་གི་ནང་པ་སངས་རྒྱས་ཀྱི་ཆོས་ཉམས་ལེན་བྱེད་མཁན་ཚང་མ་གི་ད་ཁ་ཤོར་རེད། ད་འབྲས་བུ་རུ་དེ་གང་སངས་རྒྱས་ཀྱི་དོན་དག་རེ་ཡིན་གསུང་གི་ཡོད་རེད་དེ་འདི་ཡིན་ཙང། ཚོགས་བསགས་མེད་པ་ལ་སངས་རྒྱས་དེ་མེད་པ་ཆགས་ཀྱི་ཡོད་རེད་དེ་ཡིན་ཙང་ཚོགས་བསགས་ཡག་ལ་དེ་ད་ལྟ་གང་ཚོགས་པ་ན་གུ་རུ་དཔོན་ཚོགས་རེད་ད་གང་ཚོགས་འདྲ་མ་འདྲ་མང་པོ་ཡོད་རེད་དེ་ནང་ད་གུ་རུ་དཔོན་ཚོགས་ཅིག་དཔེ་གལ་ཆེ་བ་ཅིག་རེད་དམིགས་བསལ་གུ་རུ་མོ་ཅིག་དེ་བོད་ལ་ཡག་དཔེ་མི་སྲིད་ཀྱི་བཀའ་དྲིན་ཆེན་པོ་ཅིག་རེད་དེ་ཡིན་ཙང་གུ་རུ་དཔོན་ཚོགས་འདི་འདྲ་ཚོགས་ཚོགས་བསགས་ཡག་ང་ཚོ་ལ་ཚང་མ་ལ་ཚོགས་བསགས་ཡག་གོ་སྐབས་བྱུང་ད་འདི་ཚོགས་བསགས་ཐུབ་ན་དེ་ང་རང་ཚོ་གི་ཁ་ཤུགས་རེད་ད་འདི་རྒྱུ་མཚན་མང་པོས་ཚོགས་བསགས་སོ་སོ་གི་ཚོགས་ནམ་ཚོགས་བསགས་དེ་ག་དེ་དེའི་རྐྱེན་ལས་ཅན་ནི་དེ་ནི་གཅིག་ཁ་ཤུགས་རེད་ནད་ཡམས་མེད་པ་བྱས་ཡག་དང་དེ་ག་ནང་བཞིན་ད། ནང་ཕན་ཚུན་མཐུན་པོ་ཆེན་པོ་ཡོང་ཡ་དང། དེ་ནས་དེ་ག་ནང་བཞིན་ཁ་ཤོར་བླ་མའི་སྐུ་ཚེ་ཞབས་པད་བརྟན་ཡང་དང་མཛད་པ་འཕྲིན་རྒྱས་པ་རྒྱས་པ་ཡོང་ཡ་དང་ལུང་པ་སོ་སོ་སྒེར་དང་སྤྱི་དང་ཚང་མ་ལ་ཡ། ཕན་ཐོག་ཡ་གི་ད་གནད་འགག་ཆེན་པོ་ཆགས་ཀྱི་ཡོད་དེ་ཡིན་ཙང་དགོས་པ་རྒྱུ་མཚན་མང་པོའི་ཐོག་ནས་ཟིན་ན་ཡང་ག་ནས་ཐོག་ནས་ཟིན་ན་ཡང། དེ་ནས་ཚོགས་སུ་འདོན་ཡ་དེ་དཔེ་མི་སྲིད་ཀྱི་བྱིན་རླབས་ཆེན་པོ་ཅིག་འབྱང་གི་ཡོད་རེད། རྡ་སར་རིན་པོ་ཆེས་ད་དངོས་གནས་ང་ཚོ་མི་མང་སྐལ་བ་བཟང་པོ་ད་ལོ། རི་མོ་གཅིག་གི་དངོས་སུ་འདི་ཞིབ་བཤེར་བྱས་ཟིན་པ་ཁྲི་འཛིན་ཕེབས་ནས་ཀྱི་སྔོན་ནས་ཧ་ལས་ཡ་བྱུང་སོང་དེ་དུས་ཀྱི་རི་མོ་ཆེའི་ཁར་རྩང་ད་ཕེབས་ཡོད་རེད་མི་མང་ཁར་རྩང་གང་ལ་ག་ཚོད་ཕེབས་འདུག་དེ་དུས་ཀྱི་རི་མོ་ཆེ་ཚོར་སྣང་འདྲ་བོ་ག་འདྲ་བྱུང་ཡོད་ན་དེ་འདྲ་ང་ཚོའི་མང་མགུར་འབུམ་ཚོགས་དེ་ཐང་རྒྱལ་བ་དེ་ཆགས་འདུག་ཡོད་རེད་བ་དེ་ལ་ཚོར་སྣང་འདྲ་བོ་ག་འདྲ་བྱུང་ཡོད་ན། ཆེ་ད་ང་གིས་ད་ཚོང་བ་ཞུ་གི་རེད་ང་ནམ་རྒྱུན་དུ་ནས་ངའི་མི་མང་གིས་ད་ཅིག་དབང་ཞུ་ཡ་ཚོགས་པ་ཚོའི་ཟུར་ནས། སྡེ་བ་མ་ཡིན་པའི་དངོས་སུ་རང་མཉམ་དུ་འཚོགས་དགོས་ཟེར་མཁན་ནམ་རྒྱུན་དུ་འདྲེན་ཞུ་བསྡད་ཀྱི་ཡོད། དེ་ནས་རྟ་ཁ་ཤོར་དགེ་འདུན་པ་དང་ཨ་ནེ་རྣམ་པ་ཀྱི་ཚོགས་པ་ཁ་ཤོར་དགོན་པ་ནང་ལ་མ་ཡིན་པ་སོ་སོའི་མི་མང་ཚོ་སོ་སོ་ཡིན་ན་ཡང་རྟ་ཁ་ཤོར་ཕྱག་འཚལ་བ་དང་ཨ་ནེ་དད་པ་ཆེ་གནང་བརྡ་གནང་གི་ཡོད་རེད་ཡིན་ན་ཡང་རྟ་སོ་སོ་རང་གིས་ཅིག་མཉམ་དུ་འདོན་ཐུབ་པ་ཡིན་ན་ངས་བསམ་ན་དཔེ་ཕན་ཡོན་གྱི་འདྲ་གི་མ་རེད་དྲན་སྙེ་མ་ནས་ངས་སྤྱི་བཏང་ནས་རེ་སྐུལ་ཞུས་ཏེ་ཞུས་ཏེ་མ་ད་ལོ་ཁ་མང་པོ་འགྲོ་གི་ཡོད་རེད། དེ་ཡིན་ཙང་ད་རེས་དེ་འོས་ཐག་མི་མང་ཚང་མ་མཉམ་དུ་ཚོགས་འདིར་གནང་ཐུབ་ཡོད་དེ་རྗེས་ནས་དཔེ་མི་སྲིད་དགའ་བོ་བྱུང་ང་རང་གིས་ད་ཞིག་ག་རེ་ཞུ་རེད་ཅིག་ད་ང་རང་སོ་སོ་སྒེར་ཡིན་ན་རེད་བསྟན་པ་སྤྱི་ཡིན་ན་རེད་གང་ཅིའི་ཐོག་ནས་ནས་མི་མང་མཉམ་དུ་ཚོགས་ཐུབ་པ་ཡིན་ན་དེ་ག་ནང་བཞིན་གྱི་དེ་ཁྱབ་ཚང་ཟུར་ལ་ཁྱབ་ཚང་ཆེན་ཆེན་པོ་ཞིག་ག་རེ་ཡོད་རེད་ཞུས་པ་ཡིན་ན་ད་ང་ཚོ་དེ་སྤུ་རྒོད་མང་པོ་ཅིག་མཐོང་སོང་དེ་སྤུ་རྒོད་དུ་ཚོགས་གི་ད་སོ་སོ་གི་ཕ་མ་ཚོགས་པ་ཚོགས་པ་དང་འདུན་པ་འདུན་པ་དང་མཐོང་སོང་ན་ཁོ་རང་ཚོ་གི་ཅིག་མ་འོངས་པ་ལ་ང་ཚོ་འདི་འདྲ་བྱེད་དགོས་གི་ས་རེད་འདི་རེད་རེད་བསམ་བློ་ཅིག་སླེབས་ཡོང་གི་རེད་དེ་ཡིན་ཙང་དེ་མ་འོངས་པ་གི་ཐུགས་བསམ་བཞེས་པ་ཡིན་ན་ཡང་དེ་ཁ་ཤོ་རེད་ངས་བསམ་ན་པེབ་མི་སེར་གྱི་ཕན་ཡོན་ཆེན་པོ་ཅིག་ཡོད་ཁ་སང་མ་འོངས་པར་སྤུ་གུ་དུ་ཚོ་དང་མ་འོངས་པར་གྱི་བསྟན་པ་འདི་ད་ཐང་ཐག་གི་སྤུ་གུ་དུ་ཚོ་གིས་ཟིན་དགོས་ཀྱི་རེད་དེ་ཡིན་ཙང་ད་ལྟ་ནས་ཁོང་ཚོ་ཅིག་ལམ་ཁ་འགྲོ་ཅིག་དང་དེ་ཅིག་གིས་ཁ་ཤོ་རེད་ལུགས་སྲོལ་གྲུབ་ཅིག་ཁོ་རང་ཚོ་ཤེས་སོང་ན་དེ་རང་བཞིན་གྱིས་ཁོ་རང་ཚོར་ལས་སླ་བ་ཡག་པོ་ཡོང་གི་རེད་དེ་ཡིན་ཙང་ཅིག་གིས་ང་རང་འཚོ་བ་དེ་པེབ་མི་སེར་ཡག་པོ་བྱུང་སོང་པེབ་དགའ་བོ་བྱུང་སོང་ངས་ཚང་མ་ལ་ཁ་ཤོ་རེད་ཐུགས་རྗེ་ཆེ་ཞུ་གི་ཡིན། རིན་པོ་ཆེ་དམིགས་བསལ་གྱི་ང་ཚོའི་མི་མང་ད་སོ་སོའི་སང་ཉིན་ཇི་ལྟ་ང་ཚོའི་སང་ཉིན་རིན་པོ་ཆེ་འཇིགས་ག་དང་དེ་འདྲ་ཡོད་རེད་དེ་དམིགས་བསལ་གྱི་ཅིག་ག་རེད་ཅིག་དམིགས་བསལ་གྱི་གསང་བ་ཡང་འདྲ་བོ་ཅིག་ང་ཚོ་ཅིག་ཆོས་བྱེད་ཡ་རེད་དེ་འདྲའི་སྒེར་པར་གྱི་སྡིག་སྤོང་རེད་དེ་འདྲའི་ཅིག་སྐོར་ལ་ཅིག་དམིགས་བསལ་ཅིག་གསང་བ་ཡང་འདྲ་བོ་ཡོད་ན་མེད་ན་རིན་པོ་ཆེ། ད་ངས་དམིགས་བསལ་གཞན་དག་མང་དག་ཞིག་ད་ངས་གང་ཞུ་དམིགས་བསལ་གང་ཞུ་ཡ་མེད་དེ་ཡིན་ན་ད་ཁ་ཤོར་ནམ་རྒྱུན་དུ་ནས་ལས་ཀ་ག་རེ་བྱས་པ་ཡིན་ན་ཡང་ལྟས་ཐུག་བསམ་སོ་སོ་བསམ་བློ་བཏང་ནས། བསམ་བློ་བཏང་ང་ཚོས་ནམ་རྒྱུན་བསམ་བློ་བཏང་གི་ཡོད་དོན་དོན་རེད་དེ་ཡིན་ནའང་བསམ་བློ་བཏང་ཡས་དེ་ཅིག་ཕྱི་ལྟར་ན་བསམ་བློ་བཏང་གི་ཡོད་མ་རེད་ནའང་དོན་དག་དངོས་ཡོད་ལ་ངས་བསམ་ན་བསམ་བློ་ཞེ་དྲག་བཏང་ཐུབ་གི་མི་འདུག་དྲན་གི་འདུག་ད་དེ་ནང་པ་གི་ཁ་ཞུགས་རེད་ད་གཙོ་བོ་འདྲ་བོ་དེ་སོ་སོ་ངོ་ཤེས་ཡས་དེ་རེད་བ་སོ་སོ་ཆོས་ཡོད་ཚད་སངས་རྒྱུ་ནོན་འདི་གི་ལམ་བསྟན་ན་ཡས་དེ་ད་སོ་སོ་ངོ་ཤེས་ཡས་དེ་སོ་སོ་ངོ་ཤེས་པར་བྱེད་པ་ལ་བརྟེན་སོ་སོ་བསམ་བློ་བཏང་དགོས་སོ་སོ་སྤྱོད་པ་ག་དྲི་བྱེད་གི་ཡོད་སོ་སོ་གི་ད་མ་འོངས་པ་ལ་ཁ་ཞུགས་སོ་སོ་སྤྱོད་པ་ཡག་པོ་བྱས་པ་ལ་ད་ནང་པ་སངས་རྒྱས་གི་ཆོས་དེ་ད་གཞན་དང་མ་འདྲ་ཅིག་ཡག་པོ་ཅིག་ཡོད་རེད་འདི་ཁ་ཞུགས་རེད་ད་འདི་ཉམས་ལེན་བྱེད་ཐུབ་ན། ཐིག་ལ་སྙིང་རྗེ་གང་ལ་ཉམས་ལེན་བྱས་ཡས་ན་རེད་ད་སྤྱོད་པ་ཡ་རབས་སྤྱོད་བཟང་བྱས་ཡས་ན་རེད་གང་ཅིའི་ཐོག་ནས་འདི་ཚང་མ་ལ་ལྟས་ཅིག་དོ་སྣང་གནང་ཐུབ་པ་ཡིན་ན་ད་དམིགས་བསལ་ངས་ད་ཕྱི་རྒྱལ་ལ་ཞུགས་ངེས་ལ་དམིགས་བསལ་གཙོ་ངས་གཙོ་བོ་ཁ་ཆུ་ཞུ་དགོས་བསམ་ད་མ་འོངས་པ་གི་ངས་ཁ་ཞུ་གི་རེད་ད། བོད་ཀྱི་རིག་གཞུང་ཡིན་ན་རེད་ཨ་ནི་ནང་པ་སངས་རྒྱས་ཡིན་ན་རེད་གང་ཡིན་ན་རེད། འདི་ལ་ཡང་ཅིག་སྤུ་གུ་ཚོ་ལ་ཡང་ལྟས་ཅིག་དོ་སྣང་གནང་ནས་ཨ་ནི་ཅིག་གང་ཡིན་ཟེར་ན་ད་འདི་ལྟེ་བ་ལ་དགོངས་པ་དང་འདི་ཚོ་དྲང་གཞི་ཆགས་འདི་འདྲ་གང་མི་སྡོད་སྐབས་ལ་ཨ་ནི་ཅིག། མ་འོངས་པར་ཁག་པོ་ཅིག་བྱེད་མི་ཡོང་གྲོ་ངར་ཞེ་སྣང་འགྲོ་བ་ཅིག་རྔམ་སྐྲག་འགྲོ་བསྡད་ཡོང་བསྡད་ཀྱི་འདུག་དེ་མ་འོངས་པ་ལ་ཅིག་འདི་འདྲའི་མ་འོངས་ཡང་ཐོན་ཐལ་ནང་ལ་སོ་སོ་བོད་སྐད་རྒྱག་ཡ་རེད་དེ་ག་ནང་བཞིན་མཛད་སྒོ་འདི་འདྲའི་སྐབས་ལ་སོ་སོ་ཕྱུ་པ་འདྲ་བོ་གོན་ཡ་རེད་དེ་ག་ནང་བཞིན་དེ་ལ་ཡང་ཆང་ས་འདྲ་བོ་དང་འདི་འདྲའི་མཛད་སྒོ་གལ་ཆེ་ཡ་དེ་འདྲ་ལོ་སར་འདྲ་བོ་དང། ཅི་ག་ཤོག་རེད་ནོ་བྷེལ་གཟེངས་རྟགས་ཀྱི་འདི་འདྲའི་གི་མཛད་སྒོ་འདི་འདྲའི་སྐབས་ལ་ཡིན་གཅིག་མིན་གཅིག་བོད་བྱོལ་གོན་ཡ་དང་བོད་བཟོད་གོན་ཡ་འདི་འདྲའི་ཆུང་བ་ཡིན་ན་ས་སོ་སོ་གི་ཡ་ཅིག་སྐྱིད་པོ་བྱས་འདི་སྒང་ལ་སྤུ་གུ་ཚོགས་ཀྱི་རང་བཞིན་དེ་སླར་མོ་ཀོག་ལ་ཤན་དུ་བས་ཅིག་བྱུང་ན་ཏིང་ངེ་སོང་བ་དེ་དཔེ་མི་སྲིད་ཀི། མ་འོངས་པ་གི་དོན་དག་ལ་ང་སོང་ན་སྙན་ངག་ཆེན་པོ་ཞིག་འཐུང་གི་ཡོད་ངེས་ཀི་རེད་གནང་ཐུབ་ན་ཡག་པོ་འདུག་དྲན་གི་འདུག། ཨོ་སི་རིན་པོ་ཆེ་བཀའ་དྲིན་ཆེ་དེ་འདི་རིང་སྔོན་འགྲོ་ཆོས་ཆོས་ཞིབ་བཤད་གསུངས་པ་ང་ཚོ་སུད་སི་བོད་རིགས་མི་དམངས་ལ་དངོས་སུ་ཕེབས་པ་ཙམ་མ་ཟད་མི་མང་ཇི་ག་རེ་འདི་འདྲའི་ཚང་མ་ཡོད་རེད་རིན་པོ་ཆེ་ཐུགས་རྗེ་ཆེ་བཀའ་ལ་བཀའ་འདྲི་གནང་ཐུགས་ཆེ་ཐུགས་ཆེ་རིན་པོ་ཆེ་ཐུགས་ཆེ།

སྐབས་དེ། མ་ཧུ་རུ་གྲོང་ཚོ་ཆེན་མོ་དེ་ག་རེའི་དམིགས་བསལ་གྱི་ག་རེ་རེད་ཞུ་བ་ཡིན་ན་ད་འཛམ་གླིང་ཞི་བདེ་གི་སླད། བསྟན་སྲིད་ཀྱི་བསྐྱེད་རིམ་གྱི་དམིགས་བསལ་གྱི་འགྲོ་རྒྱུ་ཡོད་རེད་དེ་ད་ཨ་ནི་དམིགས་བསལ་གྱི་ད་རྒྱག་རོགས་བྱེད་སྐུ་ཕྱྭ་ཞབས་དྲུང་དེ་ག་དེ་རེད་ཞུ་བ་ཡིན་དེ་ཆོས་དུས་ད་མི་མ་ཡིན་ནའི་ཁེ་ས་མང་པོ་ཤུགས་ཕེ་ཤ་ད་རི་ནང་ག་ཁེ་ཡོད་རེད་སང་ཉིན་ཚེས་གཅིག་རེད་ས་ག་ད་བ་ཀྱི་ཨ་ནི་སང་ཉིན་ནས་མི་མ་དེ་ག་ནས་མང་ང་ཕེ་གི་རེད་ཨ་ནི་མི་མ་ཚོ་ཡིན་ནའི་ཧ་རུ་པ་རུ་བྱེད་ནས་ཞལ་འདེབས་གནང་ངེས་ཡིན་དཔེ་མང་པོ། ནམ་རྒྱུན་ནས་བྱུང་བསྡད་ཡོད་རེད་ད་ལྟ་ཡིན་ནས་ཞལ་འདེབས་གནང་མཁན་དཔེ་མང་པོ་བྱུང་སུ་ཨ་ནི་ད་རེས་དམིགས་བསལ་གྱིས་ད་ང་ཚོའི་དབུ་བླ་ད་དེ་ཅིག་ཆོས་རིག་ཚང་མ་ནས་ང་རང་ཚོ་ནང་པའི་སངས་རྒྱས་ཀྱི་ཆོས་རིག་ད་ས་སྐྱ་རྙིང་མ་བཀའ་བརྒྱུད། དགེ་འདུན། དགེ་ལུགས་དེ་གའི་ཆ་ཚང་གི་དབུ་བླ་རིས་མེད་རིས་མེད་ཕྱིན་ན་ང་ཚོ་གི་གདན་འདྲེན་ཞུ་གི་ཡོད་རེད་ཨ་ནི་ང་རང་ཚོ་གི་སྐལ་པ་བཟང་པོ་ཅིག་ལ་ཨ་ནི་ད་རེས་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་མཆོག

ཨ་ནི་ཡིན་ནས་ན་ཉི་འུ་ལ་དེ་ང་ཚོ་ས་གནས་ཀྱི་ཚེ་རིང་ཚོའི་ཕྱོགས་ཀྱི་སྣང་རེད། ཨ་ནི་ད་ནི་དེ་ལ་དངོས་གནས་ད་ད་ལྟ་ནད་ཡམས་ཀྱིས་མི་ཚོ་གི་སེམས་ལ་ཡེ་ནས་དཀའ་ཉེན་མང་པོ་ཞིག་འཕྲད་དེ་དུས་ད་ནི་དེ་འདྲའི་ཆེད་ལ་ང་ཚོ་འུ་ལ་བླ་ཆེན་དེ་འདྲའི་ཞིག་ཕེབས་དུས་ད་ནི་དེ་དངོས་གནས་ཀྱི་མི་མང་ཚོ་ལ་ད་བསོད་ནམས་ཆེན་པོ་བྱས་བྱུང་སུ་ཨ་ནི་ང་རང་ཚོ་ནི་ཆོས་ཕྱོགས་ཀྱི་ཐོག་ནས་དངོས་གནས་འབྲེལ་བ་དེ་དཔེ་ཟབ་པོ་ཅིག་དམིགས་བསལ་གྱི་ཟབ་པོ་ཅིག་ཐུགས་ཡག་གི་ཡག་གོ་སྐབས་བྱས་བྱུང། དེ་ཆེད་དུ་མི་མང་ཚོ་དཔེ་ཐུགས་སྤྲོ་པོ་ཆུང་ཤ།

རྒྱབ་རོམ་གྱི་ཀུན་རྫོབ་དྲི་ལས་ཆུ་རྒྱུན་ལ་ད་ང་ཚོའི་མང་གི་རིམ་པ་འཚོགས་ད་ཐང་མང་པོ་འཚོགས་ཡོད་རེད་དེའི་ནང་ནས་ད་ལོ་མིག་ཟུར་གྱི་ད་ད་ད་ང་ཚོའི་ཐང་རྒྱབ་པ་དེ་ཆགས་ཡོད་རེད་དེ་ལ་འུ་ལ་ད་ང་ཚོའི་མིག་ཟུར་གྱི་ས་སྐྱ་གི་ཁྲི་འཛིན་བཞི་བཞི་གསུམ་པ་ཕེབས་ཡོད་རེད་དེ་དེ་གི་ད་འདི་དྲི་ལས་ཆུ་རྒྱུན་ད་ཀུན་རྫོབ་དོན་གཅོད་ངོས་ནས་ཡིན་ན་རེད་སྒེར་ངོས་ནས་ཡིན་ན་རེད་ཚོར་སྣང་རེད་འོ་ད་ད་ང་ཚོའི་བོད་རིགས་མི་མང་ངོས་ནས་གི་གྲབས་སྒྲིག་བྱེད་སྟངས་རེད།

ཅིག་ཕྲ་ལས་གནང་དགོས་ཡོད་འདུག་གང་ལེགས་ཨ་ནི་བླ་མ་ལྷན་རྒྱས་ཚང་མ་ལོག་གི་སྐུ་ལས་སྐྱོན་པ་འདི་གི་ད་ཏན་ཏན་འབྲས་བུ་དེ་རེད་བསམ་དགོས་འདུག་དེ་ཡིན་འདུག་གང་ལེགས་གྲ་སྒྲིག་དོན་ཚོད་ད་ཧ་ལས་པ་ཡག་པོ་འདུག་ཨ་ནི་ད་ག་ན་བཞིན་གྱི་ས་སྐྱ་ཁྲི་འཛིན་ཐེངས་བཞི་བཅུ་ཞེ་གསུམ་པ་ཁོང་དེ་དབུ་བླ་ནས་དེ་ཕེབས་པ་དེ་ཨ་ནི་ད་ག་ན་བཞིན་གྱི་ཁོ་རང་ཡ་ཅིག